བདག་གིས་བབས། བོད་པ་ལ་དངོས་གནས་ཚོད་ལྟ་ཆེན་པོ་རེད། གང་ཡིན་ཟེར་ན་དངོས་གནས་ཁྲོད་ནས་སྤྱི་སྐད་དེ། ཁ་སྐད་ཐོག་ནས་སྤྱི་སྐད་ཆགས་ཚར་ཡོད་རེད་ངས་བྱས་ན་ད་ལྟ། ད་ལྟ་དངོས་གནས་ཁྲོད་ནས་ངས་མ་ཡིན་ན་ཡང་ད་དུང་ལོ་བཅུ་ཆུང་ང་གོང་ལ་ད་དུང་ཨ་མདོ་དང་ཁམས་པ་དེ་ཏི་སེ་ཏི་དེ་ཚོད་པ་རྒྱག་གི་འདུག། ཡིན་ན་ཨ་ང་ཨ་མདོ་ཁས་དཔེ་དགའ་བོ་ཡོད་དངོས་གནས་ཁྲོད་ནས་ཨ་མདོ་ཧྲིལ་གོའི་ཡག་པ་ཟེར། ཡིན་ཡིན་ན་ད་དེ་ཡང་ཁམས་སྐད་དགའ་བོ་ཡོད། རྫོགས་བྱེད་ལས་རེད་ཁང་གོང་ཁའི་རྫོགས་བྱེད་ལས་རེད། ཡིན་ན་ཡང་ངས་བྱས་ན་འདི་ཕྱི་སྐད་འཇིགས་མི་འཇིགས་གོ་གི་འདུག་གང་ཡིན་ཟེར་ན། དེ་ད་ད་ལྟ་བོད་པ་ཧ་ཅང་མང་པོ་ཡོད་མ་རེད་བ་ས་ས་ཡ་དྲུག་བདུན་བདུན་རེད་དེ་ཡོད་རེད་དེང་སང་ང་ཚོ་ཞིབ་ཕྲ་ཧ་གོ་མི་འདུག་བ་རེད་བ་དེ་ཆབ་སྲིད་ཀྱི། ཡིན་ན་ཡང་འདི་ཨིན་ཇིའི་མིང་གཅིག Gupta Troya ཡ་འདི་སྐད་གོ་གི་འདུག་ཨ་ནི་ཕྱི་སྐད་སྨྲས་ན་དེ་པས་ཆབ་སྲིད་ཀྱི་དོན་ནས་ཤེས་རིག་གི་དོན་ནས་པས་དེ་ཞེན་པ་དང་ཁ་རོག་སོགས་ཤུགས་ཡོད་མ་རེད་དེ་འདྲས་སྨྲས་ན་པས་ཆེས་ཤེས་ན་དང་གི་ནང་བཞིན་དེ་ངས་དེ་ཀ་ན་རྡ་ཀྱི India མི་འདུག་གེ་དེ་ད་ལྟ་དེ Algonquin གི Cree ད་ཁོང་ཚོས་ཕན་ཚུན་སྒོ་བརྡ་འཁྲུག་གི་ཡོད་མ་རེད་ཡིག་གེ་དེ་ཧ་ཅང་དེ་ཕྱི་གེ་ཡོད་མ་རེད་ད་ལྟ་བར་དུ་ཕྱི་གེ་ཡོད་མ་རེད། ཕྱི་གེ་ཡིན་གྱི་མིན་གྱི་དགོས་ཀྱི་འདུག་ད་བོད་པ་ལ་སོ་ད་ག་རེ་ཡོད་རེད་ཟེར་ན་དེང་སང་གི་ཧ་ལམ་ཕྱི་གེ་ཟེར་དེ་ཡོད་རེད་ག་གེ་རེ་ཡོད་དོ་ནས་ཡིག་གེ་ངེས་མ་ནས་ཡོད་རེད་ངེས་མ་ནས་ཕྱི་འགྱུར་གྱི་ཡིག་གེ་ཡོད་རེད། ཡི་གེ་དང་ཁ་སྐད་ཀྱི་གཅིག་གྱུར་ཡོད་མ་རེད་དེ། འདི་ཁར་སོ་རེད་འདི་བདེན་པ་རེད་ཡིན་ནའི། ད་ཁར་སོ་རེད། འཛམ་བུ་གླིང་ནང་ལ་མང་པོ་བྱུང་སོང་དེ་འདྲའི་ཁ་སྐད་དང་ཡི་གེ་ཕལ་ཆེར་ས་ན Sanskrit གི་ལེགས་སྦྱར་སྐད། དང་ཧིན་གྱི་སྐད་ལོ་མང་པོ་དེ་ཡང་མུ་མཐུད་ནས་ལེགས་སྦྱར་སྐད་ཕལ་ཆེར་བྱེད་བྱེད་ཀྱི་རེད་བ། ཨོ་དེ་ཨིནཇི་མི་ཤིག་ཡི་གེ་དང་ཁ་སྐད་དཔེ་དེ་ཆ་ཚང་མེད་ན་གཅིག་པ་མེད་ན་ཡི་འགྲིག་གི་འདུག་དེ་དེ་འཛམ་བུ་གླིང་གི་སྐད་ནང་ལ་བྱས་ཙང་ད་ལྟ་བོད་པ་ལ་སོ་ཐར་དེ་འདྲའི་ཆེན་པོ་མི་མི་མང་པོ་ཅིག་ཡི་གེ་ཡོད་མ་རེད་མང་ཆེ་བ་ཡི་གེ་ཡོད་ན་ཡང་ཡི་གེ་འདྲ་མི་འདྲ་ཡོད་རེད། ཡང་ཁ་སྐད་ཡོད་ན་ཡང་ཁ་སྐད་ཡང་ཕྱི་སྐད་ཡོད་མ་རེད། ཕན་ཚུན་གོ་བརྡ་འཕྲོད་གི་མ་རེད། བྱས་ཙང་བོད་པ་ལ་གཉིས་ཀ་ཡོད་རེད། བྱས་ཙང་དེའི་ཐོག་ནས་ཕལ་ཆེར་ཡི་གེ་མཐའ་དགོན་པ་ཡིན་ན་ཨ་མདོ་ནས་དེང་ན་ཡིན་ན་ལ་དྭགས་ལ་དེང་དེང་སང་ལ་དྭགས་ཡི་གེ་ཕལ་ཆེར་གཅིག་འདུག་ཡིན་ནའང་བོད་ཡིག་ཤེས་མཁན་ཧ་ཅང་མང་པོ་ཡོད་རེད། ད་ནན་ཤིས་འདོལ་པོ་ལ་སོགས་པ་དེ་འདྲའི་ཁར་སོགས་རེད་ད། འབྲུག་ཡུལ་འབྲུག་ཡུལ་ལ་ཡང་རྫོང་ཁ་ཡི་གེ་ཕལ་ཆེར་གཅིག་འདུག་ད་ཡིག་གཟུགས་དེ་བོད་ཡིག་གཅིག་པ་རེད་ཡིན་ནའང་ཡི་གེ་ལོགས་རེད་རྫོང་ཁ་རི་ལོར་བ། ཡིག་གཟུགས་གཅིག་པ་རེད། དཔེ་ཆ་ཤར་ན་ཨིན་ཇིའི་གི་ཡིག་གཟུགས་དང་ཧྥ་རན་སི་ཀའི་ཡིག་གཟུགས་གཅིག་པ་རེད་སྐད་ལོར་བ། འཇར་མན་ཡིག་གཟུགས་གཅིག་པོ་གཅིག་པོ་རེད་སྐད་ལོར་བ། ད་ལྟ་ཨ་ན་ཤིང་རྫོང་ཁ་གི་ཡི་གེ་བོད་ཡིག་རེད་བ་དེ་ཡིན་ན་ཡང་ཡི་གེ་ཁོ་རང་དེ་ལོར་བ། གང་ཡིན་ཟེར་ན་ཁོང་ཚོས་དེ་དཔེ་ཆའི་ནང་ལ་དོན་ལ་གླུ་ཁྲིད་ཀྱི་རེད་པ། ཡིད་གུ་ཡིད་གུ་གླུ་ཡིད་ཀྱི་ཟེར་དེ་ཁྲིད་ཀྱི་རེད། བྱས་ཙང་དེ་ཁུ་ཚུར་དེ་སོ་སོ་ཡིད་ཀྱི་ཡོད་རེད་ཡིན་ནའི། བོད་ཡིག་མང་ཧ་ཅང་མང་པོ་རེད་འདི་འདྲའི་རྫོང་ཁ་ཡིག་གི་ཡག་པོ་ཧ་གོ་ན་བོད་ཡིག་ཧ་གོ་ཡོད་ལས་སླ་པོ་ཞིག་ཞུ་ཡོད་རེད་ལས་སླ་པོ་དང།